ངོ་སྤྲོད་ཅིག་བྱས་རེད་ད་ལྟ་ཕྱི་ཐང་མ་གཞི་རིན་པོ་ཆེ་ད་ག་བ་ལ་འཁྲུངས་པ་རེད་ག་དུས་འཁྲུངས་པ་རེད་ད་དེ་ཚོ་ད་ཡོང་གྲགས་པ་ཅིག་རེད་བ་དེ་ཅིའང་དེ་ད་ཕྱི་ཐང་གི་ད་ནི་འོག་གི་ད་ཤར་ཕྱོགས་མདོ་སྨད་ཙོང་ཁ་གི་ཡུལ་ལ་ནི་སྐུ་འཁྲུངས་རྒྱུ་དེ་འདྲ་རེད་བ་དེ་ཅིའང་དེ་ད་ཕྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ལྔ་བདུན་ལ་སྐུ་འཁྲུངས་པ་དེ་འདྲས་ཅིག་རེད་ད་དེ་ནི་ཁོང་གི་ད་ཡབ་ཡུམ་དང་རིགས་རུས་དང་ད་དེ་ཚོ་མང་པོ་ཞིག་ཤི་འབག་གོ་བ་ཅིག་ད་རྣམ་ཐར་ཆེན་པོ་འདི་ཚོ་གི་ནང་ལ་ཧ་ཅང

དེ་འདྲི་ཅིག་རེད་ལབ་ན་ནི། དང། ངེས་པ་སྐྱེ་ཐུབ་པ་འདྲ་བོ་དེ་འདྲི་ཅིག་རེད་ད་ཁོང་རྣམས་རྫ་སྤང་འཕྲིན་ལས་གང་གི་ཆ་ལ་བལྟས་ནའང་དེ་འདྲི་ཅིག་ཆགས་ཀྱི་ཡོད་རེད་དེ་ནི་ད་སྔ་མ་གི་མདོ་དང། རྒྱུད་དང། དེར་ལོངས་དང་དེ་འདྲི་མང་པོ་ཅིག་ལ་ཡང་ནི་ད། ཧ་ཅང་མང་པོ་དེ་འདྲའི་ལུང་གི་སྔགས་ཡོད་པ་དེ་འདྲའི་ཆིག་རིག་དེ་བྱུང་སྟེ་ཁོང་གིས་ད་རིན་པོ་ཆེ་དེའི་སྒང་ལ་སོང་སོང་སྟེ་དེའི་སྒང་ལ་ད་རྣམ་ཐར་བསམ་གྱིས་མ་ཁྱབ་པ་དེ་འདྲ་མང་པོ་ཅིག་རེད་ད་ཁོང་སྐུ་འཁྲུངས་པའི་དེ་ནས་སྐུ་འཁྲུངས་པའི་སྐབས་དེ་ལ་ཡང་དང་ཡབ་དང་ཡུམ་ལ་གཟུགས་སྣང་ཡང་མ་འདྲ་བ་བྱུང་བ་ཡང་ནི་དེའི་ཚེ་དེའི་ཚེ་ནའང་ནི་ཡུལ་དེ་ལ་ཡང་ཐུན་མོང་མ་ཡིན་པའི་དེ་ནས་རྟགས་དང་མཚན་མ་དེ་འདྲའི་མང་པོ་ཡང་དེ་ནས་བྱུང་ཡོད་པ་ད་དེ་སོགས་ད་རྗེ་རྣམ་ཐར་ཆེན་མོ

ད་འདྲ་ཅིག་རེད་ལབ་ཡོང་སྟེ། ད་དང་པོ་ནི་ཆོས་རྗེ་དོན་གྲུབ་རིན་ཆེན་ལ་ཡང་དེ་ནི་བླ་མ། ནི་ཁྱིམ་སློབ་བཟང་གྲགས་པ་གི་དེ་འདྲའི་ལུང་བསྟན་པ་མ་འོངས་པ་ན་མདོ་ཁམས་མ་ལ་ཕེབས་པའི་སྐབས་ན་ནི་ཁོང་ལ་སློབ་མ་དེ་འདྲའི་བྱུང་ཡ་དང་དེའི་ཡིག་ཚང་གཅིག་བསྟན་པ་ལ་ཕྱག་རྒྱ་ཆེན་པོ་བྱས་པའི་ཚུལ་ལ་སོགས་པ་དེ་འདྲའི་རྣམ་ཐར་གྱི་ནང་ལ་བླ་མ་གི་ཡང་དེ་ནི་ལུང་བསྟན་བཞག་ཡོད་རྒྱུ་དེ་འདྲའི

ད་ལྟ་འདི་འདྲའི་དུས་སྐབས་ན་དེ་ནས་གདན་ས་མང་པོ་ཡོད་བ་དང་དེའི་སྤྱི་ཡོངས་དེ་དེ་སྤེལ་ཏེ་སློབ་གཉེར་མཐར་ཕྱིན་པ་ཅིག་བྱེད་དགོས་བ་དེ་ལ་དབུས་ལ་ཕེབས་དགོས་བ་གི་དེ་འདྲའི་ལམ་སྟོན་དེ་ཚོ་ཆ་ཚང་བ་གནང་ལམ་སྟོན་གནང་བ་ཙམ་དུ་མ་ཟད་དེ་ནས་ད་སྤེལ་ཏེ་གཞུང་ལུགས་སློབ་གཉེར་བྱེད་སྟངས་གི་རིམ་པ་དེའང་ད་ག་འདྲའི་ག་འདྲའི་བྱས་ནས་པ་རིམ་པ་ག་འདྲ་ག་འདྲ་བྱས་ནས་ད་མདོར་ན་ཡོངས་རྫོགས་ལ་ནི་སློབ་གཉེར་བྱེད་སྟངས་གི་དཀར་ལ་བོར་ད།

སློབ་གཉེར་གནང་ཕྱོགས་མར་དོ་ཡང་ཅིག་ཕྱོགས་གཅིག་སུ་ལྷུང་པ་འགྲོ་དེ་འདྲའི་གི་སློབ་གཉེར་གནང་སྟངས་དེ་འདྲའི་འགྲོ་གཅིག་རེད་མ་རེད་བསམ་བསམ་འགྲོ་གཅིག་འདུག་ད་དེ་ཁྱོད་དང་པོ་འབྲི་གོང་ལ་ཕེབས་ནས་ནི་དེ་ནས་བཟུང་སྟེ་ད་བས་ཏེ་ཐ་མ་དགའ་ལྡན་དགོན་པ་ཤག་མ་ཐེབས་ཀྱི་བར་དགུ་ད་ཁོང་ག་ས་ག་བ་ལ་ཕེབས་ཤག་དེ་ནས་བླ་མ་སུ་སུ་བསྟེན་ཤག་གདམས་ངག་ག་རེ་ག་རེ་ཤེས་ཤག་དེ་ཚོ་མ་བསྟེན་ཡོང་པའི་སྐབས་དེ་ལ་ད་སྐབས་དེ་ལ་ཕ་ཆེ་དང་པོ་གངས་རིའི་ལྗོངས་ཟེར་ན་འདྲ་གི་ད་ཡིན་དབུས་གཙང་གཉིས་ཀྱི་ས་ཆ་ལ་གཞིགས་པའི་འཁིལ་བ་དང་ནི་འཁིལ་བའི་གདན་ས་དེ་ཚོ་ཡོངས་སུ་རྫོགས་པ་ལ་ཕེབས་ཤག་མ་གཏོགས་གཅིག་གདན་ས་གཅིག་དང་ས་ཆ་གཅིག་ནི་བླ་མ་གཅིག་འདྲ་བོ་གཅིག་ལ་བརྟེན་ནས་དེ་ནས་བསྡད་འདུག་རྒྱུ་དེ་འདྲ་གཅིག་རྩ་བ་ཉིད་ནས་རེད་མི་འདུག་སེམས་ཙམ་གཅིག་རེད་ཆོག་ད་ཁོང་གི་སློབ་གཉེར་ནང་དང་ཐུན་མོང་མ་ཡིན་པ་གཅིག་དེ་དེ་འདྲ་གཅིག

ཕ་ཆེ་རྗེ་རིན་པོ་ཆེ་ཕ་ཆེ་དབུས་གཙང་ནས་སློབ་གཉེར་རང་གི་ཆེད་དུ་ཕེབས་བཞག་ནས་དགོན་པ་མ་འདྲ་བ་སུམ་ཅུའི་ནང་ཞིག་ལ་ཕེབས་བཞག་བསམ་བསམ་རོགས་ཅི་རིགས་ཅིག་འདུག་ད་སློབ་གཉེར་རང་གི་ཆེད་དུ་ཕེབས་བཞག་ཅིག་ཆུ་འབྲུག་རྒྱུད་ཀྱི་ལམ་ཁ་འགྲོ་དེ་འདྲས་མ་ཡིན་པ་ཅིག་མཚམས་རྒྱ་ཡ་དེ་འདྲས་ཆེད་དུ་ཡང་མ་ཡིན་པ་ཅིག་སློབ་གཉེར་རང་གི་ད་སློབ་སྦྱང་བྱེད་ཡག་ཆེད་དུ་ཡ་མ་བླ་མ་ཚོ་ཚོ་འདི་ནས་ད་གདམས་ངག་འདྲ་དང་མ་འདྲ་དེ་འདྲས་བཤད་ཀྱི་ཆེད་དུ་ཕེབས་བཞག་རྒྱུ་དེ་ལ་ད་ལྟ་ང་རོ་ཚོད་གཅིག་གཅིག་ན་བེད་དེ་སུམ་ཅུ་སོ་གྲངས་གཅིག་ལ་ད་ཏན་ཏན་ཕེབས་ཤག་ད་ལྟ་དེའི་ཚ་ས་མར་དང་རྣམ་ཐར་གཞན་དང་གཞན་རྣམ་ཐར་མང་པོར་བ་དང་རྣམ་ཐར་སོ་སོ་རིམ་པ་རིམ་པ་ཕྱིན་ནས་ཀློག་ཡོང་ན་ངེད་ཅག་ཧ་ཅང་མང་པོ་ཕེབས་ཡོད་ས་རེད་བསམ་གི་འདུག་ད་ལྟ་ང་ཚོ་འདི་རུ་ཧ་གོ་ཡ་གཅིག་གི་ད་དགོན་པ་སུམ་ཅུ་སོ་གྲངས་གཅིག་ལ་སློབ་གཉེར་རིང་གི་ཆེད་དུ་ཕེབས་ཤག་དགོན་པ་གཅིག་གི་ནང་ལ་དེ་སུམ་ཅུ་སོ་གྲངས་དེའི་ནང་ནས་ཡང་དགོན་པ་རེ་རེ་གི་ནང་ལ་ཚར་མང་པོ་ཕེབས་བཞག་རྒྱུ་དེ་འདྲས་ཡག་འདུག་ཡང་བསྐྱར་ཕེབས་དེའི་རྗེས་ལ་ཡང་བྱམས་པ་ལགས་ཕེབས་དེའི་རྗེས་ལ་ཡང་ཡང་བསྐྱར་ཕེབས་དེ་འདྲས་བྱས་ནས་ཚར་ཁ་ཤས་ཕེབས་བཞག་རྒྱུ་རྐང་གཏེར་དགོན་པ་རིགས་མ་འདྲ་བ་ང་ནི་ང་རང་གིས་དེ་འདྲའི་ཧ་གོ་ཡ་དེ་དེ་འདྲས་ཞིག་གི་ད་ནམ་ཐར་ལྟ་བུའི་འཇིགས་རུང་གཅིག་པུའི་ནང་ལ་ཕར་བསམ་བློ་བཏང་ན་ད་ད་དུང་ཞིབ་ཚགས་པོ་ཞིག་ཡོད་ཚེ་ཅི་ཡོད་མ་རེད་དེ་འདྲས་ཞིག་ཡོང་དུས་ན་ད་དགོན་པ་སུམ་ཅུའི་ཚོགས་གྲངས་དེ་འདྲས་གཅིག་གི་ནང་ལ་སློབ་གཉེར་རང་གི་ཆེད་དུ་དེ་འདྲས་ཅིག་ཕེབས་བཞག་འདུག་ད་དེ་ཅིག་ཡོང་དུས་དེ་ད་རྗེས་རིན་པོ་ཆེ་སློབ་གཉེར་གནང་སྟངས་དེ་ཡང་མ་འདྲ་བ་ཞིག་རེད་བསམ་སོང་ད་ཅིག་ད་དེ་འདྲས་མ་འདྲ་དེ་འདྲས་མང་པོ་ཞིག་གནང་ཡོང་དུས

ཕྱོགས་སུ་མ་ལྷུང་བས། ད་དཀར་ལ་གོལ། སློབ་གཉེར་དེ་འདྲའི་རྒྱ་ཆེན་པོ་གནང་བྱ་བསམ་བསམ་རོགས་དེ་འདྲ་ཅིག་རེད་བཞག་ད་རྗེ་རིན་པོ་ཆེ་སློབ་གཉེར་གནང་སྟངས་ཀྱི་རིམ་པ་མ་འདྲ་བ་ཞིག་ད་སློབ་གཉེར་ག་རེ་ག་རེ་གནང་ས་ཆ་ག་བ་ག་བ་ཕེབས་ལབ་ན་ད་ཧ་ཅང་ད་མང་པོ་ཅིག་རེད་བཞག་ད་ང་ཚོ་དེ་ནམ་ཟླར་དེ་ཚོ་སྐྱིད་ལ་རྣམ་པ་ཚོ་མ་གཟིགས་ན་ད་མ་འདྲ་ཚོར་སྣང་མ་འདྲ་བ་ཅིག་ག་རེ་ལ་དེ་ད་ས་ཆ་མང་པོ་ཅིག་ལ་ཕེབས་ནས

ད་ཐུན་མོང་གི་སྣང་ཚུལ་གྱི་དབང་དུ་བྱས་ན་ད་དེ་འདྲའི་གྱི་རྒྱུ་རྐྱེན་མང་པོ་ཅིག་འཛོམས་པ་ལ་བརྟེན་ནས་བྱུང་བ་རེད་བསམ་གྱི་འདུག་ད་དེའི་གི་རྒྱུ་རྐྱེན་དེ་འདྲ་ཅིག་ཡོད་ས་རེད་བསམ་བསམ་རོགས་ད་དེ་འདྲ་ཅིག་འདུག་དེ་རྗེས་ཡང་རིན་པོ་ཆེའི་སློབ་གཉེར་གནང་སྟངས་དེ་དེ་འདྲ་ཅིག་རེད་ཟེར་ད་དེ་ནི་དེ་སུ་ཤེས་སྙམ་རོ་ཅིག་སྤྲོ་སོང་ད་ག་རེ་ལ་ད་ད་ང་ཚོ་ང་ཚོ་ལབ་ན་ད་ཚང་མ་ད་དེ་འདྲའི་ཉི་མར་ད་ད་དང་སང་ཡང་སློབ་གཉེར་བྱེད་སྟངས་ཁ་ཤས་ཅིག་གང་ལ་ས་ཆ་གཅིག་རང་དགོན་པ་གཅིག་རང་བས་ཏེ་ཁེ་བ་གཅིག་རང་གཅིག་བརྟེན་ནས་ཡང་ནི་གཅིག་འདུག་འདུག་པ་དེ་ཡང་དེ་རྗེས་རིན་པོ་ཆེ་གནང་སྟངས་དེ་འདྲ་ཅིག་ཁ་ཤས

ཐུན་མོང་མ་ཡིན་པའི་ཏཱ་ཇི་རིན་པོ་ཆེ་གི་སློབ་གཉེར་ནང་ཏང་གི་རིམ་པ་མ་འདྲ་བ་དེ་འདྲ་ཅིག་རེད་འདུག་ཟེར་ད་དེ་བྱུང་སྟེ་ད་ད་ཏཱ་ནི་ཇི་རིན་པོ་ཆེ་འདྲ་བ་ཅིག་ན་ད་དམིགས་བསལ་གྱི་ཁོང་གི་ད་བླ་མ་གི་བླ་མ་སོ་བསྟེན་སྟངས་ཀྱི་དབང་དུ་བྱས་ན་ད་དབུས་ལ་ཕེབས་ནས་ད་ཁོང་གི་ཐུན་མོང་མ་ཡིན་པའི་ད་དམིགས་བསལ་གྱི་བླ་མ་དེ་ཕ་ཆེ་ཇི་རིམ་ད་བ

གཅིག་གིས་གོ་བ་ཧྲལ་ཧྲལ་ཙམ་དང་གཅིག་གཅིག་ཉམས་མྱོང་ཐན་ཐན་དེ་འདྲའི་ཙམ་ལ་ཡང་རྩ་བ་ཉིད་ནས་ཡིད་ཆེས་མ་གནང་བར་རོ་དེ་འདྲའི་ཡིད་ད་རྣམ་ཐར་མང་པོ་འདུག་ད་ལྟའི་ཡིད་ཁེ་རིགས་འདྲའི་རྣམ་ཐར་དུ་སོང་ལ་མ་སྐྱེས་འོང་དུས་དེ་འདྲ་སྐྱེས་འོང་དུས་ད། གཞུང་ལུགས་དང་ལྟ་གྲུབ་ག་རེ་གཏན་འབེབས་བྱས་ན་ཡང་ད་ཧ་ཅང་དེ་ནས་གཅིག་ད་ང་སོ་སོའི་དགོ་མ་རོ་དང་སངས་རྒྱས་ད་ང་སོ་སྐལ་ཆེན་རོ་ཞེས་ན་གཟབ་ནན་རྒྱ་ཆེན་པོ་གནང་མཁན་དེ་འདྲ་གཅིག་རེ་ཆོག་མ་གཏོགས་གཅིག

ད་ཡི་དམ་ལྷ་ཡིས་ཞར་གཟིགས་པ་དང་ཀློང་བརྩམས་པ་དང་དེ་འདྲའི་རེད་ད་རྣམ་ཐར་མང་པོ་དེ་འདྲའི་ཧ་ཅང་དེ་འདྲའི་རྣམ་ཐར་མང་པོ་དེ་འདྲའི་ཡོད་ས་རེད་ད་ཡིན་ནའང་གཙོ་ཆེ་བས་ཉིད་དེ་ཀ་ར་ལ་དེ་སྔ་འདི་རིགས་ང་ང་རང་རང་གིས་ལྟ་སྟངས་རོགས་གཅིག་ཡིན་ད་ཀ་ར་ལ་དེ་དེ་ཁོང་གིས་ད་རྣམ་ཐར་ནང་ལས་ཆེ་བ་གཅིག་དེ་ཨ་ནེ་བླ་མ་དབུ་མ་བ་ཆེན་པོ་དང་ད་རྒྱུད་ནི་སེ་གོ་ན་བླ་མ་དབུ་མ་བ་ཆེན་པོ་དང་མཉམ་དུ་ཨ་ནེ་རྗེ་བཙུན་འཇམ་པའི་དབྱངས་ཀྱིས་ཨ་ནེ་འདི་ལ་སྟག་གཟིག་པ་ཟེར་དགོས་ཤར་གཟིག་ཟེར་དགོས་ན་དེ་འདྲའི་དག་པའི་སྣང་བ་ལ་བརྟེན་ནས་བྱུང་བའི་རྣམ་ཐར་དེ་དང་ཨ་ནི་སློབ་གྲྭ་གྲུབ་ཆེན། ད་ནམ་མཁའ་རྒྱལ་མཚན། སློབ་གྲྭ་གྲུབ་ཆེན་ཕྱག་རྡོར་པ། ཨོ་ཁོ་ལ་བརྟེན་ནས་ནི་ཕྱག་ན་རྡོ་རྗེ་ལ་བརྟེན་ནས་ཨ་ནི་ད་དག་པའི་གཟིགས་སྣང་བྱུང་སྟངས་དང་མ་འདྲ་བ་གཅིག་ཡོད་རེད་ད་འདི་ཉིད་དུས་སུ་ད་གཞན་པ་ཡང་མང་པོ་ཧ་ཅང་མང་པོ་འདུག་འདི་ཉིད་དུས་སུ་རྣམ་ཐར་ནང་ནས་དུས་སྐར་ཆེན་པོ་གཅིག་དང

གི་གཟུགས་སྣང་ལ་བརྟེན་ནས་ད་ག་ལ་དགོས་རོགས་ད་མདོར་སྔགས་ཀྱི་སྣོད་མང་པོ་ཅིག་རྩ་ལ་འབབ་དགོས་པ་དེ་ལ་ཡང་རྒྱུ་མཚན་ཅིག་ཡོད་ས་རེད་བསམ་གི་འདུག་ང་ཚོས་དེ་ག་རང་ལ་དེ་ད་ང་ཚོས་སྤྱིར་བཏང་གི་ད་ང་ཚོ་ཁྱིམ་སྦྱོང་དུ་སུན་སྣང་ལ་བཤད་ཡོང་དུས་དེ་ནི་ད་ཐག་པ་ཆེན་པོ་གི་ད་སངས་རྒྱས་བཅོམ་ལྡན་འདས་ཐག་པ་ཆེན་པོ་གི་ད་བསྟན་པའི་བདག་པོ་ཟེར་ན་བཀའ་ཡི་བདེ་བ་པོ་དེ་གཙོ་བོ་འཇམ་པའི་དབྱངས་གྲོགས་ཅིག་བརྩི་གི་ཡོད་རེད་བ་དེ་བྱས་ཡོང་དུས་ད་ཐག་པ་ཆེན་པོ་གི་ཨ་མའི་གཞུང་ལ་སོགས་པའི་དགོངས་པ་དེ་གཏན་ལ་ཕེབས་པ་དེ་འཇམ་པའི་དབྱངས་ལ་བརྟེན་ནས་མ་གཏན་ལ་ཕབ་ནས་ཆོས་འབྱོར་གྲོགས་ཅིག་དེ་འདྲ་ཅིག

དངོས་གནས་ཡི་དམ་གྱི་གཟུགས་སྣང་ཡིན་མིན་དེ་རྗེ་རིན་པོ་ཆེ་ལྟ་བུའི་མཁས་པའི་དབང་པོ་གཅིག་གིས་ནི་དྲི་བ་ག་རེ་དྲིས་ན་ཡང་ཡི་དམ་དེ་ཡང་པས་དེ་ལ་དོགས་པ་མེད་པར་དེ་འདྲའི་ཡོད་པའི་དེ་སྔ་གནང་ཐུབ་མཁན་གཅིག་ཡིན་པ་ཁོང་གཉིས་ཀྱིས་ཤི་རྟག་གྲོགས་གཅིག་བྱེད་ཀྱི་འདུག་ལ་གཅིག་གཅིག་ལ་ད་རྣམ་ཐར་དུ་སུ་ནང་ལ་བལྟས་ཡོང་ན་དེ་འདྲའི་བྱེད་ཡོང་པའི་སྐབས་དེ་ལ་འོ་ད་དེ་ཡང་དུས་གཅིག་ཐུན་མོང་མ་ཡིན་པ་གཅིག་རེད་འདུག་བསམ་བསམ་རོགས་གཅིག་ད་ཕྱིར་བཏང་གིས་དཔེ་དེ་གཅིག་བསྡུར་བྱ་དུས་སུ་ཡིད་ཆེས་འཕེར་བ་འགྲོ་བ་དང

ཁྱེད་རང་འཇའ་ཡ་མེ་འབིབས་སོགས་འདྲ་བོ་དེ་འདྲའི་སྒྲོག་ཅིག་ཆགས་ཀྱི་འདུག་བསམ་གྱི་འདུག་ད་གར་ལགས་དེ་དེ་གཟིགས་སྣང་དེ་དང་འབྲེལ་ནས་ཡོང་དུས་ད་ཤི་རི་ཏི་ནས་གསང་བ་འདུས་པ་དང་ད་འཁོར་ལོ་འདེམས་ཕྱོགས་དང་དུས་ཀྱི་འཁོར་ལོ་ལ་སོགས་པ་ད་ཀྱེ་རྡོ་རྗེ་ལ་སོགས་པ་དེ་ཤི་ཡི་འགྱིག་ཁུག་ད་འདྲིལ་བ་དང་སྒྲུབ་ཐབས་དང་ད་དེ་ཚོས་ཧ་ཅང་མང་པོ་ཅིག་གནང་ཡོད་པ་རེད་ད་དེ་ཚོས་ཡིན་ཆོག་པ་འདྲོ་ཅིག་རེད་དེ་ཡིན་ན་ད་ད་རྣམ་ཐར་ལ་བཞུགས་ཀྱི་ཡོད་པ་གི་ན་རྣམ་ཐར་ནང་ན་གསང་བ་ནང་བཞིན་གྱི་གསང་བུམ་ནང་ལ་བཞུགས་ཡོད་པ་གི་ད་བྲིས་ལ་འདི་ཚོས་མ་མཆོག་ཟེར་ཏེ

ཨཱ་ནི་ངོ་བོ་རང་བཞིན་ཐིག་རྗེས་གསུམ་གྱི་སྒོ་ནས་མ་ངེས་ལུགས་གཏན་ལ་ཕབ་པའི་གཞུང་དེ་འདྲི་གཅིག་རེ་བྱ་ད་གང་ལྟར་བདུད་རྩི་མ་འཆང་ཟེར་ཡ་དེ་ད་ག་རང་ཆ་ཁ་ཡོད་རེད་ད། ད་ཡིན་ནའང་ད་རྗེ་རིན་པོ་ཆེ་གི་གསུང་གི་ནང་ལ་ད་དེའི་དྲི་ལན་དེ་གཅིག་པོ་མ་གཏོགས་པའི་ད་གཞན་པ་དེའི་སྐོར་ལ་གཅིག་མཐའ་ཆོད་པོ་ཟེར་དགོས་ན་འདྲ་དེའི་སྐོར་ལ་ད་དམིགས་བསལ་གྱི་དེ་འདྲི་གི་ཁོང་གི་བཀའ་རྩོམ་ནང་བཞག་རྒྱུ་དེ་འདྲི་གཅིག་ཕ་ཆེ་ད་ཡོངས་གྲགས་ལ་ཕ་ཆེ་གཅིག་མཇལ།

གཞན་པ་ཅིག་ཡོད་དགོས་བ་རེད་ད་གཞན་པ་ཅིག་ཡང་འདི་རེད་ཟེར་ནས་ད་ང་ཚོ་ད་ལྟ་གི་དངུལ་བཟུང་ནས་བསྟན་ཡོང་བ་ཅིག་ཕ་ཆེན་མེད་པ་འདྲ་ད་ལྟ་བར་དུ་འདི་རེད་ཟེར་བ་ཅིག་ད་ཡོང་བ་མེད་བ་འདྲ་དེ་འདྲའི་ཆོས་ནི་གསར་བཅོས་བྱེད་ཡོང་བའི་སྐབས་ད་ཕ་ཆེན་གྲུབ་ཆེན་གྱི་རྒྱུད་ནས་ཤོག་ན་རྡོ་རྗེ་ལ་དྲི་བའི་དྲིས་ལན་འདི་ད་ཕ་ཆེན་ད་ལྟ་དེ་ཡིན་ས་རེད་འོ་བསམ་གྱི་འདུག་ད་ང་རང་གི་དེ་ཕ་ཆེན་ཡིན་ས་རེད་བསམ་གྱི་འདུག་ག་རེ་ལབ་ན

གསུང་གི་ནང་ལ་ཡོད་དེའང་དེ་ག་རང་རེད་ཤག་ད་གཅིག་པ་གཅིག་རྐྱང་རེད་ཕ་ཆེ་ཞེ་ཐག་ཆེ་ཤག་ན་ཕ་ཆེ་གཅིག་གཅིག་ལ་ཕྱི་ཐག་འཕེར་བ་འདྲ་བོ་ཅིག་རེད་དེ་འདྲའི་འདྲ་བོ་ཅིག་ཞིག་ཡོད་དེ་ད་ལྟའི་ཕ་ཆེ་ད་ང་ཚོ་འདི་འདྲ་ཞིག་བསྟི་ཡོང་ན་ཕ་ཆེ་སློབ་གྲྭ་གྲབས་ཆེན་བརྒྱུད་ནས་དྲི་བ་དྲིས་ལན་བྱེད་ཡི་དམ་ཤག་ན་རྡོ་རྗེ་གི་མ་ལན་གནང་ཡག་གི་དྲི་བ་དེ་ཕ་ཆེ་དེ་མིན་འགྲོ་ཟེར་ད་དེ་ལས་གཞན་པ་ཅིག་ཕ་ཆེ་ཡོད་ཀྱི་མ་རེད་བསམ་གི་འདུག་ད་ཏན་ཏན་དེ་ཡིན་དགོས་བ་འདྲ་བོ་ཅིག་ཆགས་ཤག

དེ་འདྲའི་མ་ཡིན་པ་ཞིག་ད་དེ་ཡི་གེ་ད་རྗེ་རིན་པོ་ཆེའང་དགུང་ལོ་ཧ་ཅང་དེ་འདྲའི་མཐོན་པོ་དེ་འདྲའི་ལ་ཞིག་ཡོད་མ་རེད། དེ་ནས་དེ་ཅི་ཡོང་དེ་ད་ལྟ་ཅིག་འཛག་པ་དེ་ཚོ་དེ་ཅིག་ཀ་སུམ་དེ་ཚོ་སྣང་ཡག་གི་དུས་ཚོད་དང་དེ་འདྲའི་མ་བྱུང་པ་ཡིན་ན་ཟེར་ད་དེ་འདྲའི་དེ་གཉིས་མ་གཏོགས་བར་ཆད་གཞན་པ་བར་ཆད་ཅིག་གནང་དགོས་འགྲོ་ཅིག་དེ་འདྲའི་ཅིག་ཆགས་ཡོང་གི་འདུག

དེ་ཚོ་མི་འདུག་ཁོང་ལ་ཡང་དེ་ལྟ་བུའི་ཐུགས་འདུན་ཅིག་ཡོད་ཟེར་ནས་ད་སོང་བཞག་པ་དེའི་བབ་འགྲོ་བོ་ཅིག་རྣམ་ཐར་དེ་ལ་ཞིག་བལྟས་ནས་ཡོང་ན་ཕ་ཆེ་ད་གྲུབ་ཆེན་གྱི་གཟིགས་པ་དེ་དང་འབྲེལ་བའི་ནས་ད་ཁོང་གི་གར་རྩོམ་གསེར་སྒོ་ན་འདྲ་གི་རྩོམ་ཡིག་དེ་འདྲ་ཅིག་སྣང་ཡ་མ་བྱུང་བ་ཨེ་ཡིན་ན་ཟེར་ད་དེ་འདྲའི་གི་བསམ་བློ་བཏང་སྟངས་གཅིག་འདུག་ད་གཉིས་པ་དེ་གར་ཁྲིད་ཅིག་གནང་ཡོད་ན་ཡང

ཁྱིམ་མི་རབ་རྒྱས་ཀྱིས་མཛད་བཞག་པ་གི་ད་ནམ་ལྟར་དེའི་ནང་ལ་ག་རེ་གསུངས་བཞག་ལབ་དེ་དེ་རྗེ་རིན་པོ་ཆེ་གི་ནར་བུ་བཅུ་དྲུག་དང་རྫོགས་པ་ཆེན་པོའི་ཁྲིད་ཡིག་དེ་འདྲས་མཛད་ཡོད་རེད། ད་དེ་ཚོ་གི་ག་རེ་ལབ་དེ་ད་དེ་དེ་གི་རྗེ་ཡི་དྲང་ཡིག་དང་དེ་ཚོ་གི་མ་གསུངས་པ་རེད། ཁོང་གི་ཡང་དྲང་ཡིག་དེ་འདྲས་ཀྱི་མཐོང་མྱོང་པ་རེད། དེ་ནི་རྗེས་མ་ཁོང་གི་དེ་ཅིག་བཙལ་བཅོས་བྱས་ཡིན་དེ་ཁོང་གི་ལག་པ་ལ་རག་མ་སོང་ཅིག་ན་ས་བྱང་ཆག་ཅིག་ད་ཁོང་ལ་ཡང་ཅིག་ད་ཅིག་དེ་སྲིད་ཅིག། མཛའ་ཆེན་ལམ་འགྲོ་མ་རྒྱུག་པ་མང་པོ་ཅིག་སྐྱོང་ནས་ཁོང་གི་ཞག་ལ་རག་མ་སོང་ཟེར་དེ་འདྲིས་ཀྱི་རྫོགས་པ་ཆེན་པོའི་ཁྲིད་ཡིག་མཛད་པ་ཡོད་རེད། ཁྲིད་ཡིག་མཛད་པ་ཡོད་པ་ཙམ་དུ་མ་ཟད་རྗེ་རིན་པོ་ཆེ་གི་ཡབ་མེས་དུ་སུ་ནི་གསང་སྔགས་དང་རྫོགས་པ་ཆེན་པོ་ལ་ཉམས་བཞེས་གནང་མཁན་དེ་འདྲས་རེད་ཟེར་ནས་ད་བཟང་བཟང། མི་རང།

ཅིག་རག་སོང་དེ་དུས་འཇིག་ཚང་གི་མི་འདུག་བ། འཇིག་ཚང་གི་མི་འདུག་ཅིག་བྱས་ན་འཇིག་ཡོད་ས་ཡོད་རྒྱུ་རེད། ཡིན་ན་ཡང་དུས་ཀྱི་འཇིག་མ་ཚང་པ་དེ་ཆ་ཚང་བ་དེ་ག་བ་ལ་འདུག་ལབ་དུས་འཇིག་མ་ཚང་བ་ཆ་ཚང་བ་དེ། རྒྱལ་དབང་འཕྲིན་ལས་རྣམ་རྒྱལ་གྱི་རྗེས་ཀྱི་རྣམ་ཐར་གྱི་ནང་ལ་དུས་འཇིག་ནི་མ་ཡོངས་སུ་རྫོགས་པ་མ་དྲངས་ཤིང་དུས་ཀློང་ཕྱི་མ་ཆུ་བཞིན་དུ་མ་དྲངས་དུས་ཕལ་ཆེར་དུས་འཇིག་ཚང་བ་འགྲོ་ཅིག་ཕལ་ཆེར་ཡོད་ས་རེད་འཇིག་ཚང་བ་འགྲོ་ཕལ་ཆེར་དུས་ནང་ནས་ཚུད་ཕལ་ཆེར་ལེན་ཐུབ་ཀྱི་ཡོད་ས་རེད་བསམ་བསམ་འགྲོ་དེ་འདྲ་ཅིག

ཨ་མའི་ལོ་རྒྱུས་ཀྱི་ནང་ནས་མ་གསུངས་ཡོང་པའི་འཕགས་པ་ཡབ་ཅིག་ང་དེ་ཐོག་སུ་འདྲ་གི་ཡོད་ས་མ་རེད་ད་འདི་རྗེ་རིན་པོ་ཆེ་ལ་གཞིར་གཟིགས་པ་དེ་ཨ་མ་གི་གཞུང་ནང་བཤད་བཞག་པ་གི་ཨ་ནི་འཕགས་པ་ཡབ་ཅིག་ང་དེ་དེ་ཆགས་ཀྱི་ཡོད་ས་རེད་ད་འོ་དེའི་ཕྱིར་འོན་ཏེ་འཕགས་པ་ཡབ་ཅིག་ང་གི་གཟིགས་སྣང་ཐུན་མོང་མ་ཡིན་པ་ལ་བརྟེན་ནས་དེ་ནི་ད་ཨོ་མའི་ལྟ་བ་ལ་ངེས་པ་ཁྱད་པར་ཅན་འཁྲུངས་པ་ད་ལྷག་པར་དེའང་དེ་ནི་ད་ལྷག་དབང་བུ་དག་པ་ལ་དང་ལྷ་ཁོ་སངས་རྒྱས་བསྐྱངས་ཀྱི་ནི་ཐུན་མོང་མ་ཡིན་པའི་གཟུགས་སྣང་ལ་བརྟེན་ནས་ནི་ལྷ་ཁོ་སངས་རྒྱས་བསྐྱངས་ཀྱི་དང་གཞུང་གི་སྒང་ནས་དང་ཐུན་མོང་མ་ཡིན་པའི་དང་གོ་བ་མཐའ་ཆོད་པ་དེ་འདྲའི་བསྐྱངས་པའི་དང་རྣམ་ཐར་དེ་འདྲའི་འདུག་དེ་འདྲའི་སྤྱི་ཡོངས་དེ་དག་རྗེ་རིན་པོ་ཆེ་གི་དག་སྣང་གི་གཟུགས་ཚུལ་གཟུགས་པ་མང་པོ་འདུག་དང་དེ་ནི་ཕ་ཆེན་བོད་ཀྱི་ཡིན་ན་ཡང་དང་བོད་ཀྱི་མཁས་གྲུབ་སྔ་མ་དུ་སོ་ནང་ནས་ན་བུ་སྟོན་ཆོས་རྒྱལ་ལ་སོགས་པ་གི་ཡང་ནི་གཟུགས་སྣང་བྱུང་སྟངས་ལ་སོགས་པ་དེ་འདྲའི་དང་ཡི་དམ་གྱི་ལྷ

ཁང་ཆ་གཅིག་སྒྱུར་མི་གཅིག་གཟིགས་སྣང་ལ་བརྟེན་ནས་བྱོན་པ་ཕ་ཆེ་གཡེམ་པས་བཟོ་འགྲོ་བྱེད་ངེས་ཚོར་སོང་ད་ལྟའི་ཡིན་ནམ་ནི་ཧ་གོ་མ་སོང་ད་ཡང་དེ་སུས་ཀྱི་བྱམས་པ་ཡིན་ཡོད་སྲིད་པ་རེད་འོ་ད་དེ་འདྲའི་སྐྱིད་ཡོང་དུས་ད་ང་སུས་བཀའ་སྤྱི་དེ་དུས་སུ་ཉོག་སོང་སྟེ་ངས་བཀའ་སྤྱི་དེ་སྡོམ་འགྲོ་གཅིག་བརྒྱབ་ན་ནི་རྗེ་རིན་པོ་ཆེ་ད་བས་ཏེ་མདོ་སྨད་ལ་འཁྲུངས་ནས་ནི་དབུས་ལ་ཕེབས་ནས་དེ་ནས་སྒར་དང་དགོན་པ་མ་བརྒྱབ་ཀྱི་བར་དུ་ད་དུས་སམ། ཕྱོགས་མེད་དུ་སྣང་བྱ། ཨ་ནི་བླ་མ་ཕྱོགས་མེད་དུ་བསྟེན་བྱ། གདམས་ངག་ཕྱོགས་མེད་དུ་བསྟེན་བྱ། དེ་ནི་དེ་ཡང་དེ་ཁོ་རང་གཅིག་ཐོས་བསམ་དང་གདམས་ངག་བླངས་པ་ཙམ་མ་ཡིན་པར་ཨ་ནི་ཁོ་རང་གི་ཉམས་ལེན། ད་སྐབས་བཤད་སྡུག་རིས་དང་བཅས་པའི་སྒོ་ནས་ཉམས་ལེན་གྱིས་ཉམས་ལེན་བགྱི་བའི་གྲུབ་འབྲས་ལ་ཨ་ནི་ཡི་དམ་ལྷག་པའི་ལྷ་ལ་སོགས་པ་དེ་འདྲའི་ཡོད་དེ་ཞར་གཟིགས་དང་ལུང་བསྟན

ཧ་ཅང་རྣམ་ཐར་མང་པོ་ཡོད་ཨ་གི་རྣམ་ཐར་དེ་ཚོ་བཤད་རྒྱུ་དཔེ་ག་ལ་ཁག་པོ་ཡོད་རེད་ཟེར་ག་རེ་ལ་ནི་ཡག་པོ་ཅིག་མ་བཤད་ན་ནི་རྫུན་མ་བཤད་གི་ཡོད་དེ་ག་ས་ག་ནས་ཧ་གོ་འཇོག་གི་རེད། ཨ་ནི་ཧ་ཅང་རྣམ་ཐར་བདེ་བདེ་ཡིན་རྒྱུ་དེ་ཚོ་ཡང་བཤད་རྒྱུ་ཁག་པོ་ཡོད་རེད་དེ་ནི་བཀའ་བཞི་བཤད་ཡ་དེ་ཕྱི་སྲོལ་གི་མ་ལོང་བ་ཅིག་ནི་ཨོ་ཐུག་ཡ་གི་སྐད་ངར་ཅིག་འཕྲད་གི་ཡོད་རེད་ཟེར་དེ་བྱུང་དེ་རྗེ་རིན་པོ་ཆེ་འདྲ་བོ་ཅིག་ཡིན་ན་ཨ་ནི་རྣམ་ཐར་ཧ་ཅང་བརྒྱུས་པ་དང་ཟབ་པ་དང་དེ་འདྲའི་མང་པོ་རེད་ད་དཔེར་ན་རྗེ་རིན་པོ་ཆེ་གི་གཞུང་གཅིག་གིས།

འདི་ཅིག་ཤེས་བྱ་སྟེ་འདི་ཅིག་ཤེས་རོགས་གཅིག་ལ་ཡང་དེ་མ་ཤེས་ན་དེ་སུ་ཡང་དེ་སུ་རྣམ་པ་སུ་རྩུབ་ཀར་མ་ཞིག་གྱུར་རོ་ཅིག་ཆགས་ཀྱི་འདུག་བསམ་ནས་ནི་དེས་འདི་ཅིག་རེད་མ་རྟོགས་པའི་བྱམས་པ་དེས་འདི་མ་རེད་གར་ལ་གོ་རོ་དང་སོགས་ཀྱིས་ཅིག་ཤེས་ནས་ནི་མང་པོ་ཅིག་ལ་ཕན་ཐོགས་ཀྱི་རེད་བསམ་ནས་ནི་འདི་ལ་ཡ་བླང་ཡ་ཅིག་ཡོད་ནས་ནི་བཤད་བཞག་རྒྱུ་དེ་འདྲ་ཅིག་ཆགས་ཀྱི་ཡོད་མ་རེད་དེས་འདི་རེད་ང་སུ་རྣམ་པ་སུ་གི་དེ་ཅིག།

གཞི་ཤེས་ཡ་ཡ་མི་འདུག་ལ་གཞི་དགོས་ཡ་ཡ་མི་འདུག་ད་ལྟའི་རང་བྱུང་དེ་རང་དཔེ་དེ་རྗེ་རིན་པོ་ཆེ་གི་ད་སྐུ་བཀྲོངས་པ་གི་ད་གར་ལོག་གི་དགར་ལྡན་རྔམ་བརྗིད་ཆེན་པོ་དང་འབྲེལ་བའི་ཆ་ཤས་ཅིག་ཡིན་དུས་དེའི་ནང་ལ་སོ་སོ་གི་ད་ཅིག་ཆ་ཤས་བླངས་པ་དེ་སྐལ་བ་བཟང་པོ་རེད་བསམ་ནས་ནི་ཅིག་ཞུ་བ་ཙམ་ཡིན་མ་གཏོགས་གཞན་པ་ཅིག་སྐལ་མེད་དེ་ཅིའང་ནི་རྣམ་པ་ཚོ་ཐུགས་རྗེ་ཆེ།
ལོ་བཀྲིན་ཆེ་ཨ་ནི་ད་ད་རིང། རྣམ་པ་གཉིས་ཀ་གི་ད་ལྟ་བརྗོད་གཞི་དེའི་ཐད་ལ་ཡང་ཟབ་ཞིང་རྒྱ་ཆེ་བ་ཧང་སང་ཡང་གསུངས་སོང། བཀའ་དྲིན་ཆེ་ཞུ་གི་ཡིན་ད་ང་ཚོས་འདི་ད་ལྟ་ལྷ་ལྡན་མཆོག་སྤྲུལ་སྨོན་ལམ་ཆེན་མོ་གིས་ད་འདིའི་དམིགས་ཡུལ་གཙོ་བོ་དེ་ག་རེ་འཁྱེར་བསྡད་ཡོད་རེད་ཟེར་ན་ད་འདི་ལ།

ང་ཚོ་ལེ་ཚན་གོ་སྒྲིག་ཞུས་ཡོད་རེད་ཨ་ནི་འདི་གའི་རྣམ་པ་ལྷན་རྒྱས་སུ་ཚང་མ་ངེས་པར་དུ་གསན་གཟིགས་གནང་རོགས་གནང། ཨ་ནི་ལོས་ཨ་ནི་རྣམ་པ་གཉིས་ཀ་ལ་བཀའ་དྲིན་ཆེ་ཞུ་གི་ཡིན་ལ།